ད་འདི་དེ་འདྲིའི་བསམ་བློ་ཞིག་བཏང་ཆེད་དག་ཞིང་བྱས་ནས། ཨ་ནེ་སྟོང་གླིང་གི་བསམ་བློ་དེ་འདྲིའི་གི་ཐོག་ནས་ཡག་པོ་བྱུང་འདུག་ད་གཟོད་ང་ཚོའི་ད་ལྟའི་མི་ཚེ་དེ་ད་འདི་དེ་འདྲ་ཡང་མ་རེད། ད་ཅིག་གི་བི་ཀའི་སེང་གི་བདེ་སྐྱིད་རེད་ལུས་ཀྱི་བདེ་ཐང་རེད། མི་ལ་ཕན་ཐོགས་ཡག་རེད། མིའི་མཐོང་ཆ་དེ་འདྲའི་གི་ཐོག་ནས་བྱས་འདུག་ད་ཁ་ལ་ཁ་མཚང་གི་གཡོག་ཡ་པ་གོ་ཐོབ་པ་ཆགས་དེ་ད། ད་ཡིན་ནའི་སེམས་སྐྱིད་མ་བརྟན་ཡ་དེ་གས་ད་དེའི་དཔེ་གྲོགས་ཆོས་དོན་དུ་བྱས་པ་དེ་གས་གང་གི་རྟགས་གསལ་གཏོང་ཡག་སོགས་ཞིག་ལ་བསམ་བློ་བཏང། ཨ་འདི་མ་རྒྱུད་ལ་སྐྱེ་སྟངས་དང་དེའི་རྟེན་འབྲེལ་གྱི་ཕན་ཐོགས་ཀུན་དེ་ཤུགས་དེ་གི་ཚེ་ཞོར་ལས་བྱས་ནས་དེ་འབྲེལ་གྱི་སྐད་ཆ་ཁྱོན་ནས་འབེབས་ཆེད། རྟགས་གསལ་རང་ལ་མ་གཏོགས་བལྟ་མཁན་འབེབས་ཆེད། དངོས་གནས་བྱས་ན་རྗེ་རིན་པོ་ཆེ་འགི་སེམས་བསྐྱེད་ཐིག་ཕྱོགས་ལང་གི་གཞུང་བཞིན་ཏེ། རླབས་ཆེན་སྤྱོད་པ་རྣམས་ཀྱི་གཞི་དང་རྟེན་ཚོགས་གཉིས་ཀུན་ལ་གསེར་འགྱུར་རྩི་ལྟ་བུ་རང་བྱང་གི་གཙོ་བཏུལ་བའི་བསོད་ནམས་གཏེར།

བདག་གཞན་གཉིས་མ་བརྗེད་པའི་ཆེད་ཀྱི་གཙང་ཆེ་སེ་གཅིག་དང་སྐད་གྲགས་ཆེ་སེ་གཅིག་དང་ཡག་སེ་གཅིག་དང། ཅིག་གཏམ་སྙན་སེ་གཅིག་དང། ཡིད་དུ་འོང་སར་དེ་ལ་རང་ཉིད་བལྟས། ཚོགས་གོས་ཡིན་ནའི་བྲིས་གི་འདུག་གཏམ་སྙན་ཡིན་ནའི་བྲིས་གི་འདུག་སྨན་རིན་ཡིན་ནའི་བྲིས་གི་འདུག་དུང་ཡིན་ནའི་བྲིས་གི་འདུག་དེ་འདྲས་ཀྱི་འདུག་གསུང་ངོ་དེ་ལ་ཡ། ཇོ་བོ་སེམས་ཅན་གཞག་ཅེས་ད་ང་ཚོའི་ཕི་གེ་སེང་གེ་ན་ནས་རིམ་པར་བསྒྲིགས་སྟངས་གོ་རིམ་འབྲི་སྟངས་དེ་འདྲས་ཅིག་ལ་གཞག་ཅེས་འབྲི་འདོད་དོ་ད་ད་ལྟ་བུད་དོ་གནས་ཚུལ་འོ་དེ་བྱུང། ད་དེ་བྱས་པ་ཅིག་རྒྱབ་བཞག་ན། འོ་དེ་དེ་ཡོང་གི་རེད་ཡིད་ཆེས་ནི་བརྟགས་ཞེན་བྱེད་དགོས་པ། ཏང་བརྟགས་ཞེན་བྱེད་དགོས་པའི་སྔ་དྲོ་དེ་ཉིན་གཉིས་ཀྱི་གསར་བརྗེ་རིགས་ཡར་འཁྱིལ་བཀུག་ཡོད་ད། ད་དེ་རིང་དེ་ལ་བརྟེན་ནས་གཏོང་ལེན་སྤེལ་རྫུས་ས་ད་སྐྱེ་ཤི་དེ་ལ་བརྟེན་ནས་གཏོང་ལེན་སྤེལ་རྫུས་ས་གསར་བརྗེ་དྲུག་པ་དེ་ད་དེ་ལ་བརྟེན་ནས་གཏོང་ལེན་སྤེལ་རྫུས་ད་འདི་ནང་ལ་ཡང་ཞི་གནས་དང།